ཚང་མ་ལོ་ལེགས་ཀྱིས་ཧུར་ཐག་པོ་དང་མང་པོ་ཞིག་གསུངས་འདུག་ལ། འདིར་ལྷག་བཅས་སོ་སོ་ལས་ཅིག་ཞུ་འོས་སུ་ཁེལ་མི་འདུག། དེ་འདྲའི་ཡུལ་དུས་གཏམ་བཤད་ག་ཚོད་ཉུང་ཉུང་ཅིག་དང་བཤད་མང་པོ་འོས་ཀྱི་ཐབས་ཤེས་འདྲ་བོ་ཅིག་བྱས་རྗེས་འོ་ཐུགས་བརྩེ་ཆེ་བསྡད་པ་ཡིན། འོ་དེ་འདྲའི་ཡུལ་དུས་ཚང་མ་ལོ་ལྟར་ཅིག་སླར་ཡང་རྒྱས་པ་དེ་ལ་ཡང་འཚམས་འདྲི་ཞུ་གི་ཡོད། དེ་ནི་ད་དེ་རིང་འདི་ན་མ་བཤད་རང་བཤད་འདྲ་བོ་ཅིག། སོ་སོའི་གི་གནད་དོན་འདྲ་ཅིག་གི་ཐོག་ལ་ཐུང་ཐུང་ཅིག་ཞུས་ན་བསམ་པ་དྲན་སོང།

ག་རེ་ཞུ་བ་ནས་དངོས་གནས་ད་དེའི་བཀའ་སློབ་དེ་སྤྱི་བཏང་གི་གནད་འགག་ཆེན་པོ་ཅིག་མཐོང་བསྡད་ཀྱི་འདུག་སོ་སོའི་ཡིན་ནའི། དེའི་ཐོག་ལ་ཡང་ཅིག་སོ་སོ་གི་ཆ་ཤས་ལེན་འདོད་མེད་པ་དེ་འདྲ་གང་ཡང་མེད། དེ་འདྲ་ཡིན་དུས་ཚང་མ་ལོག་གི་ཆ་ཤས་ལེན་གནང་གི་འདུག་ཐུགས་རྗེ་ཆེ། ད་སོ་སོའི་ངོས་ནས་ད་དེ་རིང་ཆ་ཤས་ཕྱུགས་ཙམ་ཅིག་ལེན་པ་ཡིན་ན། མོ་རང་གི་ད་ཅིག་དྲི་བ་བཏང་དེ་ལ་ཡང་སོ་སོ་གི་རྒྱབ་སྐྱོར་ཡོད་མོས་མཐུན་ཡོད་ཐུགས་རྗེ་ཆེ་ཟེར་ནས་ཞུ་གི་ཡིན། དེ་དང་མཉམ་དུ་ད་ཅི་གོང་ས་མཆོག་གི་དྲི་བཟང་དང་བཀའ་སློབ་མང་པོ་ཅིག་ཨ་ནི་ཕར་བཏུབ་ཚུར་བཏུབ་བྱེད་ནས་ཟིན་ན་མི་འདུག་ད་སྤྱིར་བཏང་སྒེར་གཉིས་ཀྱི་ཐོག་ནས་ཨ་ནི་ཅིག་བེད་སྤྱོད་མང་པོ་བཏང་འདུག་གི་འདུག་འདི་རྩ་བ་ཉིད་ནས་ཡག་པོ་མ་རེད་བསམ་པ་དྲན་གྱི་ཡོད། ལྷག་པར་དུ་ང་རང་ཚོ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཨ་ནི་བརྙན་འཕྲིན་ལས་ཁང་ནས་དེ་འདྲ་ཞིག་བཏང་འདུག་གསར་འགྱུར་ནང་ལ་དེ་འདྲ་ཞིག་བཏང་སོང། ཨོ་དེ་འདྲའི་རྗེས་རེད་ད་རྩ་བའི་གསར་འགྱུར་གང་དེ་གི་དེ་གི་བྱེད་སྟངས་ག་འདྲའི་ཡིན་མིན་དེ་ངས་ཡང་བསྐྱར་ཤོད་མི་དགོས་པ་བྱས་འདི་ཚང་མ་ལོག་གི་མཁྱེན་གསལ་རེད་ཨོ་དེ་འདྲའི་ཡིན་དུས་ངས་བསྐྱར་འདེབས་ཞུ་གི་མེད་ཨོ་དེ་འདྲའི་རྗེས་རེད་གསུངས་ད་གང་ལྟར་དེ་རིང་ཀུན་མཐུན་གི་བཀའ་སློབ་དེའི་ཐོག་ལ་སོ་སོས་གི་བསམ་ཚུལ་བརྗོད་ཞུས་ན་བསམ་པ་དྲན་སོང་ཨ། སོང་ཙང་ད་དེ་རིང་སྐུ་མདུན་གྱིས་བཀའ་སློབ་གནང་བཞག་པ་དེས། ང་རང་དུ་ཞེས་བསམ་བློ་མང་པོ་བཏང་བ་ཡིན་རུང་བསམ་བློ་མང་པོ་བཏང་རྗེས་དེ་འདྲའི་ཆེད་ནས་བསྡད་དུས་གང་ལགས་ད་སྤྱི་དང་གི་ང་རང་ཚོ་སྤྱི་ཚོགས་ནང་ནས་ད་དེ་སང་འཁྲུག་ཆ་དོད་པོ་ཆགས་འདུག་འོར་བ། དེ་འདྲས་ཡོད་དུས་རིགས་གཅིག་གིས་ད་དེ་འདྲས་ཅིག་གསུངས་གནང་བ་ཡིན་ན། སྤྱི་ཚོགས་ཀྱི་བདེ་འཇགས་དང་སྤྱི་ཚོགས་ཀྱི་ལྷིང་འཇགས་ཡོང་ཡལ་ལ་ཡང་ཕན་ཐོགས་ཆེན་པོ་ཅིག་ཡོང་ས་རེད་ཅེས་ཀྱི་ཡར་ཞུ་བཤད་པ་ཞིག་མེད་འགྲོ་བསམ་པ་ཅིག་སོ་སོ་གི་ཚོར་བ་དེ་འདྲས་ཅིག་ཡོད། འོ་དེ་འདྲས་ཅིག་རེད་ག་རེ་རེད་ཞུས་པ་ཡིན་ན་ད་ཅིག་དེ་ཚང་ཆབ་སྲིད་ཀྱི་འགན་དབང་ཆ་ཚང་ལོ་བཞག་གནང་བ་རེད་ཨ་ནི་ད་ཅིག་འགན་ཡོངས་ལ་ཕེབས་ཅེས་ཁོ་རང་དུས་སུ་ཞུགས་གནང་གི་ཡོད་རེད། དེ་འདྲའི་ཡུལ་དུས་ང་རང་ཚོའི་གི་སྤྱི་ཚོགས་ནང་གི་རྙོག་དྲ་དང་ཨ་ནི་ཅིག་གནས་སྟངས་ག་རེ་ཡིན་ཡིན་མིན་དེ་དེ་ཙམ་ཅིག་མཁྱེན་རྟོགས་ཡོང་གི་ཡོད་མ་རེད། རྩ་བའི་ད་ཅིག་ཕར་ཕྱོགས་ཅན་རེད་ཟེར་དགོས་དངོས་རེད་མཁྱེན་རྟོགས་ཡོད་མ་རེད་ཅིག་ཞུས་ན་འགྲིག་གི་ཡོད་མ་རེད་དེ་ཡིན་ནས་ད་ཅིག་གི་འཇིག་རྟེན་མི་ཡི་རྣམ་པ་ལ་བརྟེན་ཅིག་ཕེབས་ཚར་དུས། ནི་ང་རང་ཚོའི་གཏམ་དཔེ་ལ་ཡོད་པ་ནང་བཞིན་གྱི་རྟོགས་པ་ལྷ་དང་མཉམ་པ་ཡིན་ནས་ཀུན་སྤྱོད་མི་དང་མཐུན་དགོས་ཞེས་ཀྱི་དེ་འདྲའི་བཤད་སྲོལ་ཅིག་ཡོད་རེད་བ་དེ་འདྲའི་ཡོད་དུས་ཚང་མ་མཁྱེན་པ་ཡིན་ནས་ཀྱི་ངས་ཤེས་ཀྱི་ཡོད་ངས་ཧ་གོ་གི་ཡོད་ཞེས་ཀྱི་གསུངས་བཞག་པ་ཡིན་ན་ཏག་ཏག་ཅིག་འགྲིག་གི་ཡོད་མ་རེད་དེ་འདྲའི་ཡོད་དུས་སྤྱི་ཚོགས་དང་མཐུན་པའི་ཐོག་ནས་ཕེབས་དགོས་གི་རེད་སོང་ཙང་ད་ཅིག་ལྷག་པར་དུ་དེ་སང་གི་གནས་སྟངས་དེའི་ཐོག་ལ་ང་རང་ཚོའི་གནས་སྟངས་ག་རེ་ཡིན་མིན་དེ་ད་ཅིག

ག་རེར་ཞུས་པ་ཡིན་ན། སྔན་མ་ཆབ་སྲིད་ཀྱི་འགན་དབང་བཞེས་པའི་སྐབས་ལ་ཡིན་ནས། ཨ་ནེ་གོང་ས་མཆོག་གིས་བཀའ་སློབ་དེ་འདྲའི་ཆེ་ཕེབས་སོང། བཀའ་སློབ་ཕེབས་ཟེར་ནས་མི་དོན་ངས་བརྙན་ཐུང་དེ་འདྲའི་ཆེ་མཇལ་སོང། ཡོ་རོབ་ལ་ཨ་ནེ་བཀའ་སློབ་ཅིག་གནང་སྐབས་ཕེབས་དུས་ཨ་ནེ་མཁས་དབང་མང་པོ་ཅིག་གི་མདུན་ལ་ཡག་ཐག་ཅིག་བཀའ་སློབ་གནང་སྐབས་མ་ཕེབས་པའི་སྐབས་སུ་ལམ་ཞོར་ལ་གསུང་གི་འདུག་ད་གར་བྱེད་པ་རེད་ཟེར་ཁ་ཤས་ཀྱིས་བཤད་དགོས་རེད་ཟེར་གྱི་འདུག་ཁ་ཤས་ཀྱིས་བཤད་དགོས་མ་རེད་ཟེར་གྱི་འདུག་ད། ངས་ག་རེ་བྱེད་དགོས་རེད་ཅེས་ཞེ་མི་ཞོག་ཅེས་དེ་འདྲས་གསུངས་སོང། དེ་འདྲས་ཡོད་དུས་དེ་ག་དུས་ཚང་མ་ལ་ངོ་ཚོགས་ཀྱི་ཧ་གོ་དགོས་ཀྱི་རེད་བསམ་པ་དྲན་གྱི་ཡོད། སོང་ཙང་ད་ལྷག་པར་དུ་དེ་སང་ཆབ་སྲིད་ཀྱི་སྐུ་དབང་དང། རྩིས་སྤྲོད་གནང་ཆེད་ཨ་ནི། དེ་འདྲས་ཀྱི་དུས་ཚོད་ཅིག་སྐབས་ལ་ཡ་ནི་ད། ག་རེ་བཟོ་དགོས་རེད། ག་རེ་གསུང་དགོས་ཀྱི་ཡོད་མེད་དེ། ད་ཅི། གནས་ཚུལ་ཇི་མ་ཇི་བཞིན་མཁྱེན་གི་མེད་བསམ་དེ་ནས་ཅི། འོག་ནས་གང་བཤོད་བཤོད་འདྲ་པོ་ཅིག་མེད་འགྲོ་བསམ་པ་ཅི་འོ་དེ་འདྲའི་སོ་སོ་སེམས་དྲན་གི་འདུག། ལྷག་པར་དུ་ད་ལྟ་དེ་ང་རང་ཚོ་བཀའ་ཤག་གོང་མའི་སྐབས་ལ་རེད་སྲིད་སྐྱོང་གོང་མ་ད་ཅི་སྐུ་ངལ་མང་པོ་ཞིག་ཆུང་བ་རེད་དེ་འདྲའི་ཡིན་དུས་སྐབས་དེ་དུས་ད་ཅི། ཉི་མ་གཅིག་ད་སྲིད་ཟུར་མཆོག་ཁོ་རང་ཡང་བརྗེད་ཁ་བཅག་བྱས། ངལ་རྩོལ་ཆ་ཚང་ལོ་ལྟར་ཇི་མ་ཇི་བཞིན་གསལ་བཞིན་གསལ་བ། མ་བྱས་མ་ལྷག་མེད་པ་ཅིག་ཡང་ཞུས་ཅེས་དེ་འདྲའི་གི་གོ་སྐབས་ཅིག་བྱུང་སོང། ད་ནི་བློ་བདེ་པོ་ཡག་པོ་ཅིག་བྱུང་སོང་ཞེས་ཅེས་དེ་འདྲའི་ཅིག་སྲིད་ཟུར་གྱི་བཀའ་གནང་འདུག་བ། དེ་བཀའ་གནང་ས་དེ་ནི་ག་རེ་ཟེར་གོ་རེད། བཀའ་ཤག་གོ་མ་ཟེར་ནས་མི་འདུག་ད་གོ་མེད་གོ་མ་ཟེར་ནས་མི་འདུག་བཀའ་ཟུར་ཅིག་རེད་ད་ལྟ་ཁོ་རང་ཨ་རི་ལ་ཞུགས་ཡོད་རེད་ཁོ་རང་ལས་འདུག་ཞེས་ཅེས་བཀའ་མོལ་གནང་འདུག་བ། མར་ཕེབས་ཀྱིས་ཁོ་རང་གཟིམ་ཤག་ལ་དེ་འདྲ་གསུངས་འདུག་བ། སོང་ཙང་ད་དེ་རིང་ཡག་པོ་ཞུ་གི་བྱུང་བས་ད་ཅིག་ཆ་ཚང་ཞིག་ཡག་ཞུ་འོས་བྱུང་སོང། ཧ་ཡོ། ཞེས་ད་སློབ་བདེ་པོ་ཞུ་འོས་བྱུང་སོང་ཞེས་བྱས་འོ་དེ་འདྲའི་བཀའ་གནང་འདུག་བ། བཀའ་གནང་ས་དེ་ད་ཁོ་རང་བཀའ་བློན་བསུ་བ་བྱེད་རེས་ཨ་རི་ལ་བཞུགས་ཡོད་རེས་ཁོ་རང་ལ་དེ་འདྲའི་གསུངས་འདུག་བ། དེ་འདྲའི་ཡོད་ད་ད་གང་ལྟར་བ་ཙཱ་ལ་དེ་ལས་ཡང་དེ་ཅིག་གིས་ཕྱོགས་བཤད་ལོག་བཤད་མང་པོ་ཅིག་བྱེད་མཁན་ཡིན་བྱེད་མཁན་ཡོད་པ་དེ་གསལ་པོ་ཞིག་རག་རེས་རྣམ་པ་གསལ་པོ་ཞིག་རག་རེས། འོ་དེ་འདྲའི་ཞིག་རེད། དེ་འདྲའི་གསུངས་སོང་ད་གང་ལྟར།

ད་ལྟའི་འཛིན་སྐྱོང་གི་གནང་སྟངས་ག་འདྲས་ཡོད་མེད་བཀའ་སློབ་གནང་སྟངས་ག་འདྲས་ཡོད་མེད་ཨ་ནི་གཅིག་གིས་ད་ཅིག་བྱེད་ལུགས་བྱེད་སྟངས་ག་འདྲས་ཡོད་མེད་འདི་ང་ཚོས་ཚང་མས་མཐོང་དུས་འོར་བ། ང་ཚོའི་བ་ཚྭ་ལ་ལས་བཀག་མཐོང་མཁན་སུ་ཡོད་མ་རུང་བ། དེ་འདྲས་ཡོད་དུས་གང་ལས་སོ་སོ་རང་ངོས་ནས་ང་ཚོས་ཤེས་ཐུབ་ཀྱི་ཡོད་རེད་མཐོང་ཐུབ་ཀྱི་ཡོད་རེད་བ། དེ་འདྲས་སོང་ཙང་ད་ཅིག་དོན་ཚན་ཁ་ཤས་ཅིག་ག་རེ་གནང་གི་ཡོད་མེད་དེ་དོན་ཚན་ཚང་མ་ཞུ་དགོས་ཡོད་མ་རེད་ཁ་ཤས་ཅིག་ཡར་ཅིག་ཞུ་ཐུབ་པ་བྱས་དང་མཆན་ཐོབ་པ་ཅིག་བྱུང་བ་ཡིན་ན་ཨ་ནི། དེ་མིན་གྱི་བཀའ་སློབ་དེ་འདྲས་ཀྱི་གནང་ས་རེད་དམ་མ་རེད་ད་ཚང་མས་ཤེས་གསལ་རེད་བ། དེ་འདྲས་ཡོད་འདྲས་དཔེ་འདྲ་བོ་ཆགས་ཤག་ན། ཨ་ནི་གོང་ས་མཆོག་གི་ཡང་སྲིད་དེ་ཨ་ནི་ཨ་ནི་ཁྱེད་རང་ཚོ་ཨ་རི་སོགས་ལ་ཐེ་ཇུས་བྱེད་འདོད་ཡོད་པ་ཡིན་ན་གོང་ས་མཆོག་རྒྱ་ནག་ལ་ཡང་མ་དེ་འདྲས་ཞུ་ཅེས་ཁྱེད་རང་ཚོ་གོ་བསྡུར་བྱེད་དགོས་ཀྱི་རེད་ཅེས་ཀྱི་གཏམ་བཤད་བྱས་ཤག་ཡོད་རེད་བ། བདེ་སྐྱིད་བཅས་དེ་ག་ནས་ཤིང་གིས་རྙེད། ཨ་རིག་ལ་ཡང་ཕོ་བྲང་དཀར་པོ་གི་ཕྱི་ལོགས་ལ་ཡང་གཏམ་བཤད་བྱེད་པའི་སྐབས་སུ་བོད་དེ་ད་ལྟའི་ཆ་ལ་ཡང་རྒྱ་ནག་གི་ཆ་ཤས་ཆགས་བསྡད་ཡོད་རེད་ཟེར་ཡག་འདྲ་པོ་དང། དེ་ག་ནས་ཤིང་གིས་རྙེད་བོད་ལ་ཡང་སྟབས། སྐུ་ལུས་མེ་བསྲེགས་བཏང་བརྒྱ་དང་ལྔ་བཅུ་ང་གྲངས་བྱུང་བས་རེད་དེ་གས་དེ་ང་རང་ཚོ་བོད་ཀྱི་རྩ་དོན་གྱི་ཐོག་ལ་འཛམ་གླིང་སྦྱིན་གཅིག་བདེན་གཅིག་གི་ཐོག་ལ་ཡང་ཕན་ཐོག་གས་བྱུང་མི་འདུག་བ་ཞེས་བྱས་དེ་འདྲའི་བཤད་བྱས་པ་དང། དེ་ག་ནང་བཞིན་གྱི་ད་ཅི་གདན་ས་གསུམ་གཙོས་པའི་ཆོས་སྡེ་ཁག་ནང་ལ་ཡང་ཅིག་བླ་མ་དགེ་བཤེས་ལ་ཡང་མཚན་སྨད་ཞུས་དང་ཟུར་ཟ་བྱེད་ཡ་དང། དེ་ག་ནང་བཞིན་གྱི་གྲྭ་རྒྱུན་ཧི་མ་ལ་ཡའི་དེ་གི་དེ་ཡ་དེ་གྲྭ་རྒྱུན་མང་པོ་ཞིག་བྱས་པ་ཡིན་ན་མ་འོངས་པ་ལ་དེ་གི་དེ་སོ་སོ་ལ་ཡང་ང་རང་ཚོ་ལ་ཚུར་སྒོ་བརྒྱག་ཞུ་ངེས་ཅིག་ཡོང་ཡ་བརྒྱ་ཆ་བརྒྱ་བཏང་པ་རེད་ཅེས་ཅིག་དེ་འདྲའི་བཤད་བཤད་པ་ལ་སོགས་པའི་ད་ཅིག་གཏམ་བཤད་འཁྱོག་བཤད་ལོག་བཤད་མང་པོ་ཅིག་ཡོད་རེད་པ་དེ་གི་དེ་ཅིག་ཀུན་འདུས་ཀྱི་ཡང་སེམས་ཡོད་པ་ཡིན་ན་དེ་རིང་གི་བཀའ་སློབ་དེ་འདྲ་ཅིག་གནང་ས་རེད་དང་གནང་ས་མ་རེད་ད་ཚང་མས་ཤེས་གསལ་བ།

སེམས་ཁུར་གནང་ཞིང་དེའི་ཐོག་ལས་བགྲོ་གླེང་མང་པོ་ཞིག་གནང་འདོད་ཀྱི་འདུག་བསམ་ཚུལ་མང་པོ་ཞིག་སྤུངས་འདོད་ཀྱི་འདུག་དེ་འདྲའི་ཡིན་དུས་སོ་སོའི་གི་དུས་ཆེན་ཆ་ཤས་ཆུང་ཆུང་ཞིག་ལེན་པ་ཡིན་ན་འོ་དེ་འདྲའི་བགྲོ་བྱེད་ཞུ་བའི་ཡིན་ཟེར་གྱི་འོ་དེ་འདྲའི་ཞུ་བའི་ཡིན་ལགས་སོ་དུས་ཆེན།